ཁྲི་གཉིས་ལྷག་བཞུགས་སའི་ཁྱམས་ར་ཆེན་མོ་དང། ཨེ་ནས་རྒྱལ་བ་ལྔ་པ་ཆེན་པོ་དང་པཎ་ཆེན་དབོན་སྤྲུལ་བཞི་པའི་སྐབས་ནས་བྱས་ནས་ལམ་སུ་ལྷ་སའི་སེ་འབྲས་དགའ་གསུམ་གྱི་དགེ་བཤེས་ལྷ་རམས་པ་དམ་བཅའ་ཤར་སའི་ཨོ་ད་ཏིར་དུ་གནས་ཕྱིན་ཅིང་ཁྱམས་ར་ཆེན་མོ་དེ་རེད་དེ། བྱེད་རོགས་གནང་དེ་རིང་གནམ་གཤིས་ཡག་པོ་འདུག་གོ། ཨ་ནས་དེ་ནས་ཡ་ཆེ་ལྷ་ཁང་ཁག་ལ་ཡང་མཆོད་མཇལ་ལ་ཕེབས་ཡ་ཡིན་འདུག། གཙུག་ལག་ཁང་ནང་སྒོ་ཕེབས་སའི་སྐོར་ལམ་འདི་རེད་དེ། ད་སྐོར་ལམ་ལ་མ་བལྟས་ཚེ་སྔོན་ལ་ཡང་གཙུག་ལག་ཁང་ནང་ལ་ཡང་ཆོས་མཇལ་ལ། ལྷ་ཁང་ཁག་ལ་ཆོས་མཇལ་བས་ན་སྒོ་དང་པོ་དེ་སྒོ་ཨ་མ་དེ། སེང་ལྡེང་སྒོ་མོ་དེར་འདུག། སེང་ལྡེང་སྒོ་མོ་ནས་ཡར་འཛུལ་ནས

མཆོད་མཇལ་ལས་ཐོག་མར་ཡ་བྱ་དུས་ད་དུག་སེ་ཡས་སྒོ་ལ་ཕེབས། ཨ་ནེ་ལྷ་ཁང་དང་པོ་དེ་གཙུག་ལག་ཁང་གི་ལྷ་ཁང་དང་པོ་དེ་དགའ་ལྡན་ལྷ་ཁང་ཞུ་ཡག་གི། ཨན་ཟིན་གོའི་གཡས་གཡོན་གྱི་གྱང་སྟེང་ལ་ཡ། ཨ་ནེ་ང་རང་ཚོ་གཙུག་ལག་ཁང་གི་སྐུ་གསུང་ཐུགས་རྟེན་གྱི་གསུམ་གྱི་ནང་གསེས་སྐུའི་རྟེན། རྒྱལ་བ་རིགས་ལྔའི་ཁྲི་གུའི་བྱིན་སྦྱིན་གཡོར་དུ་དེ། རྒྱལ་པོ་སྲོང་བཙན་གྱི་རབ་གནས་རྣམས་མི་ཡིན་སྲིད། ལོ་རྒྱུས་དེ་དུས་ན་ཁྲི་དགུ་ལྟ་དེ་རེད་དེ། སྒོ་དབྱེ་ཡོན་གཉིས་ལ་གཉིས་གཉིས་བྱས་དབུས་སྟེང་ཡི་གེ་གཅིག་བྱས། ད་དེ་དགའ་ལྡན་ལྷ་ཁང་གི་གཟིགས་པོ་བརྒྱུད་བྱས། དགའ་ལྡན་ལྷ་ཁང་ལ་ཡ་མཆོད་མཇལ་ལ་བཅར་ན།

གཅིག་དེ་འོད་པ་བླ་གང་ཡིན་ཞེས་ད་ལྟ་སྐུ་འདྲ་ཞུ་ཡོད་མ་རེད་ལྟུང་བ་རེད་མཛོད་ཁང་རེད་ད་དེ་གཤམ་གྱི་ནམ་དུས་རྒྱུན་ལྡན་ང་རང་ཚོ་མཇལ་ཡག་མཆོད་རྟེན་དཀར་པོ་དེ་མཆོད་རྟེན་དེའི་མཚན་ལ་ཡག་རྟག་པ་མཆོད་རྟེན་ཞུ་གི་འདུག་གོ་དེ་ཡི་གཙུག་ལག་ཁང་གི་སྐུ་གསུང་ཐུགས་རྟེན་ནང་གི་ཐུགས་ཀྱི་རྟེན་དེ་ཡིན་གསུང་གི་འདུག་ཨ་ནི། ས་སྐྱ་དཔེ་འབྲི་དང་ཀུན་དགའ་རྒྱལ་མཚན་གྱིས་བཞེངས་གནང་བ་ཡིན། ཨ་ནང་ལོགས་ཀྱི་གཟུངས་གཞུག་ལ་ཡང་ནི་རྒྱལ་པོ་སྲོང་བཙན་གྱིས། ཕྱག་རྩ་བྱིན་ཅན་བཞུགས་ཡོད་གསུངས་འདུག་ད་ལྟ་དེ་ནང་ལ་ཡང་རྣམ་རྒྱལ་མའི་སྐུ་བྱས་ཀྱང་རྣམ་རྒྱལ་ཆོས་སྡིངས་ཀྱི་རིགས་ཞག་ཡིན་ཏེ། འོ་དེས་གཙུག་ལག་ཁང་གི། ཕུག་གི་གདན་འདིར་འདུག་ད་དེ་ནས་གཙོ་བོའི་རིམ་པས་མཇལ་ཁ་ཡོང་སྟེ། སྔོན་མ་ཡིན་ན་ང་རང་ཚོ་དུང་མའི་ལོགས་ལ་ཡ། ཨ་ནེ་གཙུག་ལག་ཁང་གི་གསུང་གི་རྟེན། ཆོས་རྒྱལ་སྲོང་བཙན་སྒམ་པོའི་ཕྱག་བྲིས་མ་ནི་ཡིག་དྲུག་དེ་ཡོད་གསུངས་འདུག་དེ་དེ་བཞུགས་མི་འདུག་གོ། ད་དེ་ནས་གཙོས་རིམ་པས་དེ་མཇལ་ཡོང་སྟེ།

ཐུགས་རྗེ་ལྷ་ཁང་གི་དེ་ནས་ཐུགས་རྗེ་ལྷ་ཁང་ནང་གི་རྟེན་གཙོ་དེ། འཕགས་པ་ཐུགས་རྗེ་ཆེན་པོ་རང་བྱོན་ལྔ་ལྡན་རེད་དོ། རྒྱལ་བ་སྲོང་བཙན་སྐུ་དུས་ལས་རང་བྱོན་འཁྲུངས་པས། ཨ་ནི་རྒྱལ་བ་སྲོང་བཙན་རང་ཐོག་མ་ཐ་མ་དེ་ཞིང་ལ་བས་དུས། ཨན་ཐུགས་ཀ་དེ་ཐིམ་པས་ཡིན་ཟེར་གསུངས་དགོས་ར་བ། ཨན་དེའི་གཡས་གཡོན་ལ་ཡ།

པ་དམ་པ་སངས་རྒྱས་བྱེད། དེ་ནས་དེས་གྲུབ་ཆེན་བི་བ་པ་འབྱེད། ད་དེ་ནས་ལྷ་ཁང་ཨང་བཞི་པ་དེར་སླེབས་སོང་ངོ། ད་དེ་ནམ་རྒྱུན་བྱམས་པ་འཕྲུལ་རྩལ་ལྷ་ཁང་རེད་དོ་རྒྱལ་བ་བྱམས་པའི་སྐུ་བརྙན་བཞུགས་པའི་འཕྲུལ་རྩལ་ལྷ་ཁང་རེད་དེ། དེའི་ནང་གི་རྒྱལ་བ་བྱམས་པ་དེ་ལ་འཕྲུལ་རྩལ་བྱམས་པ་ཞུས་དགོས་ཨ་གི་གུས་པ་གུས་པ་རྒྱུ་མཚན་དེས། དུས་རབས་བཅུ་གཅིག་པའི་ནང་ལ་ཡང་ང་རང་ཚོ་སྟོད་མངའ་རིས་ནས་ཡིན་པའི་ཟངས་དཀར་ལོ་ཙཱ་བ། འཕགས་པ་བློ་གྲོས་རིན་པོ་ཆེན་གྱི་གཙུག་ལག་ཁང་ལ་ཡང་ཉམས་གསོ་དང་བདག་གཅེས་གནང་པའི་སྐུའི་རིང་ལ་ཡང་ནི་ཐོག་མར་ལྷ་ཁང་འདི་རྒྱལ་པོ་སྲོང་བཙན་གྱི་སྐུ་ཁྲུས་གསོལ་སའི་ཁྲུས་ཁང་རེད་འདུག་དེ་ནས་སྐུ་ཁྲུས་གསོལ་བའི་ཆུས་བྱིན་གྱིས་བརླབས་པའི་ས་དེ་ནི་དུས་རབས་བཅུ་གཅིག་པའི་ནང་ལ་ཟངས་དཀར་ལོ་ཙཱ་བའི་ཚུལ་བཞེས་ནས་དེ་བརྐོ་རྒྱུ་བྱས་ནས་ནི་ད་ལྟའི་རྒྱལ་བ་བྱམས་པ་འདི་བཞེངས་པ་ཡིན།

བྱེད་པ་སུམ་རྩེན་གྱི་ཕྱག་རྒྱ་མ་ནི་ཡིག་དྲུག་སྟེ། དེའི་སྤྱི་བོར་འདུག་པ་ཞལ་རྩ་བར་འདུག་གོ། འོག་མ་དེ་ཞུགས་ཡོད་མར་བའོ་དེ་ཆེ་ཨ་ནི་དེ། གཞི་གསུམ་སྒོམ་པོའི་སྦྱིན་པ་ཆུང་ཆུང་བྱས་ཡོད་རེད། ད་དེ་འཕྲུལ་རྩལ་བྱམས་པའི་ལྷ་ཁང་ཚ་ནི། མ་དོན་ཡིན་ཟེར་དགོས་ཡོན་ཏེ། བྱེད་པ་སུམ་རྩེན་གྱི་སྐུ་སྟོད་ལ་ཡང་ཁྲུས་སྐྱོན་སྟེང་གི་ཁྲུས་ཁྲུས་ཏོ། ཁྲུས་ཀྱི་སྐྱ།

ལོ་སྟོང་གི་ལྷ་ཁང་རྙིང་པའི་དུས་བརྐོས་ཀྱི་རི་མོ། ཨ་ནི་བལ་སའི་མཐོ་རགས་ཁང་ཞང་དུས་བལ་ཡུལ་གྱི་ཨ་ནི་ལག་རྩལ་མི་སྣ་ལ་བེད་སྤྱོད་བཏང་རྗེས་དེ་ཞང་བལ་འོ་བརྐོས་བྱིན་ཅིང་དེ་ཡོར་དུ་ད་ལྟའི་འོལ་བ་ལྷ་ཁང་རེད། ད་འོལ་བ་ལྷ་ཁང་ནང་ལ་ཡ་འོལ་བ་ལྷ་ཁང་ཡིན་ན་འདྲ་ད་གཙུག་ལག་ཁང་གི་གཙང་ཁང་གཡས་པ་དེ་རེད། འོ་ཡ་ད་བྱི་རུ་མོ་ཆེན་གྱི་དེ་དེ་ང་རང་ཚོ

བྱ་བ་ཡིད་བཞིན་ནོར་བུ་དེར་དོ། ཨ་ནི་བྱ་བ་ཡིད་བཞིན་ནོར་བུའི་ལྷ་གང་གིས་ད་གཡས་གཡོན་གཉིས་ལ་ཡ། ཨ་ནི་བྱང་ཆུབ་སེམས་དཔའ་དྲུག་དང་བྱང་ཆུབ་སེམས་མ་དྲུག་ཡོར་དོ་བཅུ་གཉིས་ཡོར་རེ། སེམས་དཔའ་དྲུག་དང་སེམས་མ་དྲུག། ཨ་ནི་ཡང་མཛོད་དྲུག་སའི་གོས་གཡོན་ད་ག་ད་ག་གཡས་ད་ག་སྒོ་གསུམ་གྱི་ཚུལ་དུ་ཕྱག་ན་རྡོ་རྗེ་དང་མ་དོན་སའི་གོས་དེ་བཞུགས་ཏེ།

ཨ་ནི་བལ་ཡུལ་ནས་ཨ་ནི་ང་རང་ཚོ་བོད་པའི་རྒྱལ་པོ་སྲོང་བཙན་གྱི་མནའ་མར་ཕེབས་དུས་ཀྱི་རྟེན་སྐལ་ལ་བསྣམས་པའི་ཆོ་མི་རྒྱུད་རྡོ་རྗེ་དང། ཨ་བྱམས་པ་ཀྲི་ཀྲི་དང་ཨ་ནི་དེའི་འཁོར་བསྟེ་ཡ། ཨ་ནི་དེ། འཇིགས་སྐྱོབ་ཀྱི་སྒྲོལ་མ་བརྒྱད་ཡོད་ཨར་དུ་སྒྲོལ་མ་འཇིགས་སྐྱོབ་བརྒྱད་ཀྱི་སྣང་བརྙན། སློབ་མ་རྙིང་པ་དེ་ཙན་དན་གྱི་ཡིན་གསུང་གི་འདུག་འོ་ད་འདི་དེ་ཅིང་བུ་རེད་ཤག་འོ་དེ་རེད་འདུག་འོ་དེ་སྒྲོལ་མ་ཀྲི་ཀྲི་བྱམས་པ་དེ་རེད་འོ་ཡ་ད་ད། གང་དུ་སྲི་ཞུ་ལ་བྱ། ཨོ་ད་དེ་ཀྲི་ཀྲི་བྱམས་པའི་ལྷ་ཁང་དེ་བྱས། ད་མ་ཐོན། གོ་མ་ཐོན་ཡོ་ཡོར་བ་གནས། ཐོན་ཁར་ལྷ་མོའི་དེ་ཡ་འཛུལ་ཡོང་སའི་རྩི་ཁུག་དེ་ཡ་དེ། རང་ཚོའི་སྔན་མ་གི་རྒྱ་སེའི་ཐབ་ཡིན་ས་རེད་དེར་དུ། ཨ་ཅེ་རྒྱ་སེའི་ཞལ་ལག་སོ་ཡ་གི་ཐབ་བྱེད་རོགས་སོ། ཨོ་དེ་བྱེད་རོགས་ན། ཨ་ནེ་ཀྲི་ཀྲི་བྱམས་པའི་ལྷ་ཁང་ཚར་སོ་ད། དེ་གཙུག་ལག་ཁང་ལྷ་ཁང་གཡོན་མ་གཙང་ཁང་གཡོན་མ་དུར་བ།

སྤྱི་དྲིལ་བྱམས་པའི་ལྷ་ཁང། དེའི་སྒོ་སྲུང་གི་ཚུལ་དུ་ནི། རྒྱལ་པོ་ཁྲི་རལ་གྱི་ཡེ་འོ་ཞང་དུ་གཙུག་ལག་ཁང་བཞེངས་སྐབས་ཀྱི་སའི་ཕུད་ལ་ཡར་བཞེངས་པས་ནི་དེ། བརྒྱ་བྱིན་དང་ནི་ཚངས་པ་དང་བརྒྱ་བྱིན་གཉིས་ཀྱི་སྐུ་ཡོད་རེད་དོ། འོ་ད་དེ་རེད་དེ་ནས་ཚུལ་བཅད། ད་དེ་འཕགས་པ་སྤྱན་རས་གཟིགས་ས་སྤྲིའི་སྒང་ལ་ཡར།

མཁའ་ལ་དེ་སྲས་སེང་ལྡེང་སྒོ་མོ་དེར་དུ་དེ་སེང་ལྡེང་སྒོ་མོ། དེ་རྗེས་ཚེ་དཔལ་ཁྲི་བོན་སྐབས་ལ་གྱ་གྱིས་གནང་བའི་སྒོ་དེ་ཕྱེ། ནང་ལོག་སྟོབས་ཆེན་རྙིང་པ་བྱིན་ཆེན་དེ་ཕྱེ། ནམ་རྒྱུན་ཆེ་བཞག་གི་ནང་སྒོ་དེ། རྒྱལ་བའི་སྲུང་བཙན་སྐུ་དེའི་སྒོ་དེ་ཕྱེ། དེའི་མདུན་དེ་ཕྱག་ན་རྡོ་རྗེ་དང་རྟ་མགྲིན་གྱི།

གཙུག་ལག་ཁང་དེ་འོ་ཐང་གི་མཚོ་བསྲུབ་བཅས་བཞེངས་མཛད་ཨ་ནི་འོ་ཐང་གི་མཚོའི་སྐད་ཉན་ས་དང་ངང་པའི་སྐད་ཉན་སའི་དོ་དགོང་དུ་དེར་དུ་འོ་ད་དེ་རེད་དེ། དེ་ནས་ཕ་ཆེ་ཡ་ཐོག་ཨ་མ་ཅག་བཅས་ཡིན་ལ་ད་ག་རང་ཅག་ཚུར་ཡོང་ཇི་ལྟ་དེ་ཤར་ལྷོའི་མཚམས་ཀྱི་སྦུག་དེ་རེད་ང་རང་ཚོ་གཙུག་ལག་ཁང་ནང་ལ་ཡ་ག་ཤི་འཁྲུལ་སྣང་གི་གཙུག་ལག་ཁང་ཞུ་ཡ་གི

གཙུག་ལག་ཁང་ལ་ལྷ་བརྒྱད་བྱུང་བའི་ནང་གི་གཅིག་རེད་འདུག་གཙུག་ལག་ཁང་ལ་འོད་ཟེར་འཕྲོས་པའི་ལྷ་བརྒྱད་དེས་ད་ལྟ་ང་རང་ཚོ་གཙུག་ལག་ཁང་གི་བྱང་གི་གཙང་ཁང་བྱང་མ། ཐུགས་རྗེ་ལྷ་ཁང་ནང་གི་ཐུགས་རྗེ་ཆེན་པོ་རང་བྱོན་ངང་ལྡན་གྱི་ཐུགས་ཀ་ནས་འོད་ཟེར་འཕྲོས་ནས་ནི་གཙུག་ལག་ཁང་ནང་གི་བྱི་གུ་ལ་སོགས་པ་འབུར་གུ་ལ་སོགས་པ་དེ་འདྲའི་ཁག་བརྒྱད་ལ་འཕྲོས་པ་ཡིན་དེ་གཅིག་ཡིན་གསུང་གོ་རེད།

ཚེ་དཔག་མེད་དང། རྣམ་རྒྱལ་མ་གསུམ་བཅས་ད་དེ་ནས་ལྷོའི་ལྷ་ཁང་དང་པོ་དེ་ཚེ་དཔག་མེད་ཀྱི་ལྷ་ཁང་དེ་རེད། དེ་ཡང་སློབ་དཔོན་ཛི་ཏཱ་རའི་ལུགས་ཀྱི་ཚེ་དཔག་མེད་ཞུགས་འདུག་སྟེ། གསང་སྔགས་འགྲོ་སྟངས་ཀ་ནས་རེད་འདུག་བ་གསང་སྔགས་ཀྱི་སློབ་དཔོན་ཛི་ཏཱ་རའི་ལུགས་ཀྱི་ཚེ་དཔག་མེད་ཡབ་ཡུམ། ཨོ་ད་འདྲེར་འདུག་ཚེ་ལྷ་རྣམ་དགུ་རེད་དེ། ཚེ་དཔག་མེད་དགུ་དེ་དེ་ཡོར་དུ་ཚེ་ལྷ་རྣམ་དགུ། མ་ཟེ།

དུས་རབས་བདུན་པའི་བཀོད་བྱིན་ཅན། རྒྱ་གར་གྱི་ལོ་སྟོང་ཕྲག་གི་ལྷ་ཁང་བྱེ་མ་ཅི་བཞིན། ཚུལ་དེ་བསྟན་བླངས་བཞག་པ་དེ་ཆེད་དེ་ང་རང་ཚོ་ནམ་རྒྱུན་གྱི་བྱམས་པ་ཆེ་བཞི། བྱ་བ་བྱམས་པའི་སྐུ་བརྙན་སྨོན་ལམ་ཆེན་མོ་ཡ། བོད་ཟས་ཉི་ཤུ་ལྔའི་ཞོགས་པ་བར་སྐོར་བྱང་ཆུབ་ཆོས་ལམ་ལ་དེ་འབྲེལ་ཞུ་ཡག་གི་བྱ་བ་བྱམས་པའི་སྐུ་བརྙན་དེ་དེ་ན་བཞུགས་ཡོད་ཙང་བྱམས་པ་ཆེ་བཞི་ལྷ་ཁང་བཞུགས་པ་རེད།

པད་མ་དར་ཅིག་ད་དེ། དེ་ཚོ་མཇལ་ནས་ད་དེ་ཡར་བསླབ་དགོས་ཀྱི་ཡོད་རེད། དེ་ཡིས་ང་རང་ཚོ་དུས་རབས་བཅུ་གསུམ་པའི་སྐབས་ལ། ང་རང་ཚོ་ཞང་འགྲོ་བའི་མགོན་པོ། གུང་ཐང་བླ་མ་ཞང་གི། དེ་ཡི་དགེ་ཕྲུག་རེད་གསུང་གི་འདུག་ལྷ་རྗེ་དགེ་བ་འབུམ། ཁོང་གི་གཙུག་ལག་ཁང་ལ་ཉམས་གསོ།

ལྷ་ཁང་རྟེན་བྱེད་ས་ནས་ཕྱི་རོལ་གྱི་ས་ཁྲིའི་སྟེང་ལ་ཡང། རང་ཚོ་ས་སྐྱ་བའི་གོང་མ་རྣམས་ལ། ས་ཆེན་ཀུན་དགའ་སྙིང་པོ་དང། གྲགས་པ་རྒྱལ་མཚན་དང་བསོད་ནམས་རྩེ་མོ་སློབ་དཔོན། ཨ་ནེ་དེ་ནས་འགྲོ་མགོན་ཆོས་རྒྱལ། ས་སྐྱ་དཔེ་འདྲེ་དང་ཀུན་དགའ་རྒྱལ་མཚན་དང་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་ཡོར་དང་འཕགས་པ་རིན་པོ་ཆེ།

རྒྱ་ནག་དང་བོད་ཡང་ཡར་སླར་ཡང་འཆམ་མཐུན་བྱུང་རྗེས་ནི་རྒྱ་བཟའ་ཕྱི་མ་གྱིམ་གཞིའི་ཀོང་ཇོ་བོད་ལ་ཕེབས་རྗེས་ནི་བ་ཙི་ཡིས་གཤེགས་ནས་ནི་བ་ཇོ་བྱམས་པའི་གཡང་སྐུ་རྒྱ་ལ་སྦས་པ་དེ་ཧ་གོ་ནས་ནི་བྱོ་མ་ལོ་དྲུག་ཅུའི་བཞུགས་སྒར་མ་དེ་འདྲི་ཞུས་པ་རེད། མ་དེ་འདྲི་ཞུས་དེ་དག་ནི་གཞི་ནས་ཡང་བྱམས་པའི་གཡང་གི་ཁོང་གི་གསུང་བྱོན་རྗེས་ཨེ་ཁོ་བོས་རེ་ཞིག་གཡོལ་བའི་ཕྱོགས་སུ་དེ་ཁོ་རང་གི་དེ་གོས་གྱང་བཀག་ནས་བག་གཡོལ་རྗེས་བི་གི་བོད་མདོ་ས་སྐྱ

སྨན་ཡག་བེ་ས་ཁྲི་བཙུན་བཅས། དེ་ནས་དེ་ཡི་རྒྱལ་པོ་གཉའ་ཁྲི་བཙན་པོ་བཅས་ཐོག་མ། དེ་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་བཅས། དེ་ནས་ང་རང་ཚོའི་ཆོས་རྒྱལ་སྲོང་བཙན་སྒམ་པོ་དབུས་སུ་བཅས། ཁོ་རང་གི་སྐུའི་གཡོན་དེ་ཡ་ཁྲི་རལ་པ་ཅན་བཅས། དེ་ནས་ཁོ་རང་གི་སྲས་གོང་རི་གོང་བཙན་བཅས། དེ་ནས་རྒྱ་བཟའ།